ཉིན་རེ་ཉིན་རེར་ཞི་བའི་མི་སེར་ཐོག་ལ་ཨུ་རུ་སུའི་བཙན་འཛུལ་གྱི་གོད་ཆག་ཆེ་རུ་འགྲོ་བཞིན་པ་རེད། བྱང་ཨེར་ལན་ཏི་ཆིངས་ཡིག་ཚོགས་པའི་སྲིད་ཇུས་འཆར་གཞི་བཏིང་མཁན་གྱི་འགོ་ཁྲིད་ཟུར་པ Fabrice Potier གྱིས་གལ་སྲིད་མུ་མཐུད་དུ་མི་བསད་པ་ཡིན་ན་ནུབ་ཕྱོགས་རྒྱལ་ཁབ་ཁག་གིས་བཟང་སྤྱོད་ཀྱི་འགན་ཁུར་ཡོད་པའི་ཐོག་ཐེ་བྱུས་བྱེད་དགོས་ཀྱི་རེད་ཅེས་གསུངས་ཡོད་པ་རེད། We could prevent ཏོ། གལ་སྲིད་བྱང་ཨེ་ཏི་ལན་ཏིག་ཆིངས་ཡིག་ཚོགས་པའི་ཉེན་ཁ་ཏོག་ཙམ་ཆེ་བ་དང་ལེན་བྱས་ན་ང་ཚོས་མི་སྡེབ་གསོད་དང་མི་བསད་རྒྱུ་མང་པོ་བཀག་ཐུབ་ཀྱི་རེད། Bit More Risk།
ཉེན་ཁ་ཆེ་བ་དང་ལེན་བྱེད་བ་ཟེར་བ་དེ་ག་རེ་ཡིན་རྒྱུ་རེད་ཟེར་བའི་སྐབས་ལ་ཁོང་གིས་བྱང་ཨེ་ཏི་ལན་ཏིག་ཆིངས་ཡིག་ཚོགས་པས་ཨུ་རུ་སུར་ལམ་བཀག་རྒྱུ་དེ་རེད། I think we should control a ང more ཚོས Baltic དང Black Sea རྒྱུད་ཀྱི་འགྲུལ་ལམ་མང་ཙམ་བཀག་དགོས་པ་རེད་དམིགས་བསལ་དུ Baltic རྒྱུད་ནི་ཨུ་རུ་སུའི་ཚོང་ལ་གནད་འགག་ཆགས་ཀྱི་ཡོད། ཨུ་རུ་སུའི་ཚོང་བརྒྱ་ཆ་བདུན་ཅུ་བག་གྲེ་བརྒྱུད་ནས་ཡོང་གི་ཡོད་པ་རེད། ཁོང་ཚོས་དེ་ལས་སླ་པོ་བཞག་གི་མ་རེད་དེ་ང་ཚོར་འཆར་གཞི་དང་ནུས་པ་ཡོད་རེད། ཁོང་གིས་མུ་མཐུད་དུ་ཨུ་རུ་སུས་བྱས་པ་ནང་བཞིན་བྱང་ཨེ་ཏི་ལན་ཏིག་ཆིངས་ཡིག་ཚོགས་པའི་བྱེད་དགོས་ཀྱི་རེད།
ང་ཚོས་དྲ་རྒྱའི་བརྒྱུད་ནས་ལས་དོན་མང་པོ་སྤེལ་རྒྱུ་ཡོད་རེད་དོན་དག་སྙིང་པོར་ཕུ་ཁྲེང་གིས་དམག་འཐབ་རིགས་འདྲེས་མ་ལོ་ངོ་མང་པོ་ལག་ལེན་བསྟར་བ་དང་འདྲ་བར་ང་ཚོར་མཐུན་རྐྱེན་ཡོད་པར་བརྟེན་ཕུ་ཁྲེང་གིས་དམག་གི་འཕྲུལ་འཁོར་ལ་འགོག་རྐྱེན་བཟོ་ཐུབ་རྒྱུ་རེད།
བདུན་ཕྲག་སྔོན་མར་ཨ་རིའི་སྲིད་འཛིན་ཇོ་སྦའི་ཏེན་གྱིས་ཡུ་ཀུ་རེན་གྱི་བདེ་འཇགས་ལ་རོགས་རམ་བྱེད་ཆེད། གནམ་གྲུའི་རིགས་ཀྱི་མཚོན་ཆ་སྤྲོད་ཆེད་དངུལ་ལ་བབས་ན་འབྲོག་ལ་ས་ཡ་བརྒྱད་བརྒྱ་འཕར་མ་གནང་རྒྱུ་གསལ་བསྒྲགས་གནང་ཡོད་པ་རེད། བྱང་ཨ་ཏི་ལན་ཏིག་ཆིངས་ཡིག་ཚོགས་པའི་ཨ་རིའི་གཞུང་ཚབ་ཟུར་པ Kurt Volker གྱིས་མཚོན་ཆ་མང་པོ་འགོད་མཁོ་ཡོད་རེད།
ས་མཐོ་སར་བེད་སྤྱོད་གཏོང་རྒྱུ་མཚོན་པའི་གནམ་དམག་མཚོན་ཆ་མང་པོ་དགོས་ཀྱི་རེད། ཚོགས་ཐོག་ལ་ཨུ་རུ་སུའི་གྲུ་གཟིངས་གཏོར་ཆེད་མཚོ་ཁ་ནས་གྲུ་གཟིངས་ལ་འཕེན་རྒྱུའི་འཕྲུལ་ཆབ་མ་ལག་མང་པོ་དགོས་ཀྱི་རེད། ད་དུང་མིག་ཏྲེནྟི་ནཱིན་དང་མཁའ་དམག་གནམ་གྲུ་རིགས་གཞན་སྤྲོད་དགོས་པ་ངས་རྒྱབ་སྐྱོར་བྱེད་ཀྱི་ཡོད། འོན་ཀྱང་ང་ཚོས་ད་ལྟ་དེ་ཚོ་བྱེད་རྒྱུ་ལྷག་ཡོད་རེད། ད་དུང་མཁའ་ཐོག་ལ་གནམ་གྲུ་འཕུར་སྐྱོད་མི་ཆོག་པ་བཟོ་རྒྱུ་དེ་ཡང་རྩིས་མེད་གཏོང་རྒྱུ་མེད་པ་རེད། ཁོང་གིས་ཡུ་ཀུ་རེན་ལ་མཚོན་ཆ་སྤྲད་པའི་སྐབས་ལ་འབྲེལ་མཐུད་ཡར་རྒྱས་གཏོང་རྒྱུ་དགོས་མཁོ་མཐོང་གི་ཡོད་པ་རེད།
བྱང་ཨེ་ཏི་ལན་ཏིག་ཆིངས་ཡིག་ཚོགས་པས Poland ན་བདེ་འཇགས་ཡོད་པའི་ས་ཆ་ཞིག་བཟོས་ཏེ་ཡུ་ཀུ་རེན་ལ་མཚོན་ཆ་མ་ལྷག་པ་དང་མ་ཆད་པའི་སྒོ་ནས་ཐོབ་ཆེད་རྩིས་ལོན་རྩིས་སྤྲོད་བྱེད་རྒྱུར་རོགས་པ་བྱེད་རྒྱུ་ཡོད་རེད།
ནུབ་ཕྱོགས་རྒྱལ་ཁབ་ཁག་གི་འགོ་ཁྲིད་རྣམས་ཀྱིས་གལ་སྲིད་ཐེ་བྱུས་ཆེ་དྲགས་ན་འབྲེལ་བ་སྡུག་ཏུ་ཕྱིན་ནས་བྱང་ཨེ་ཏི་ལན་ཏིག་ཆིངས་ཡིག་ཚོགས་པ་དང་ཨུ་རུ་སུའི་དམག་དབར་ཐད་ཀར་གདོང་ཐུག་ཡོང་རྒྱུ་ཡིན་པ་དེ་ནི་རྡུལ་ཕྲན་མཚོན་ཆ་ཡོད་པའི་ཕྱོགས་གཉིས་ཀྱི་འཁྲུག་རྩོད་ལ་འགྱུར་སྲིད་པ་བློ་འཚབ་བྱེད་ཀྱི་ཡོད་པ་རེད། འོན་ཀྱང་མི་ཁག་ཅིག་གིས་བྱང་ཨེ་ཏི་ལན་ཏིག་ཆིངས་ཡིག་ཚོགས་པས་འགན་མང་ཙམ་དང་ཉེན་ཁ་མང་ཙམ་གདོང་ལེན་བྱེད་དགོས་ཀྱི་རེད། དེ་མིན་གལ་སྲིད་ཨུ་རུ་སུས་ཡུ་ཀུ་རེན་གྱིས་བཙན་འཛུལ་བྱེད་བཞིན་པ་དེ་ལམ་ལྷོང་ཕྱིན་ན་ཉེན་ཁ་དེ་ལས་ཆེ་བར་གདོང་ལེན་བྱེད་དགོས་པ་ཆགས་རྒྱུ་རེད་ཟེར་མཁན་ཡོད་པ་རེད། Henry Ridgewell གྱིས་བཏང་པའི་གནས་ཚུལ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སུ་ནམ་ཡང་འཛོམས་ཡིན།